འོང་དེ་ལ་དེའི་གནས་ཚུལ་འདི་བྱུང་བཞག་ཨ་ནི་དེའི་བར་སྐོར་བ་ད་ལྟ་གནས་ཚུལ་བྱུང་ཚར་དེ་འདྲས་རེད་བཞག་ར་ཉིས་སྟོང་ཉི་ཤུ་རྩེ་ལྔ་སྤྱི་ཟླ་དགུ་བའི་གི་ད་རིག་བཅུ་ལ་དེའི་གནས་ཚུལ་འདི་བྱུང་བཞག་ཨ་ནི་འདི་ཁ་ཆེ་བཞག་ལབ་བ་ཡིན་ན་དེ་ནང་ལོ་ལ་ཨ་ནི་རྒྱ་གར་མི་ཞིག་འདུག་ཁོ་རང་ལོ་ལྔ་བཅུ་གི་ཡས་མ་རེད་བཞག་ཨ་ནི་འོང་དེའི་མི་དེ་ཁོ་རང་ལ་ཨ་ནི་ཧ་ད་དབྱིན་ཇི་མི་གཅིག་གིས་འོང་དེའི་ཨ་ད་མི་དེ་གི་ཇི་མི་དེ་རྒྱ་གར་མི་དེ་གིས་ཨ་ནི་འཇིང་པ་དེ་མི་དེ་བད་ཁོ་རང་ང་ཚོ་གཟུགས་པོ་དང་འཇིང་པ་དེ་བད་ཁ་ཁ་བཟོས་ནས་ཡོད། ཨ་མདའ་རྒྱ་གར་མི་དེ་གིས་ཨ་མདའ་ཀི་མེ་དང་པུའུ་ཡི་མདུན་ལ་ཨ་ནི་ཨ་མདའ་དབྱིན་ཇིའི་མི་དེ་གིས་སྒོ་གཏུབས་ནི་ཨ་ནི་སྒོ་བད་ཐོ་ར་ལོ་ག་བཏང་ཞེས་དུ་ར། འདི་གནས་ཚུལ་འདི་ཨ་ནི་བྱུང་སྟངས་འདི་ག་འདྲའི་འགྲོ་བྱུང་ཤ་ལ་བ་ཡིན་ན། ཨ་ནི་ད་ལྟ་ཕ་གི་ལ Fox Four News ལ་ཞེས་དུ་འོ་འདི་གིས་ཨ་ནི་ག་ལེགས་དུ་ལ་བ་ཡིན་ན་ར། ཨ་མདའ Arrest Affidavit ལ་ཞེས་དུ་འོ་འདི་གིས་མཐུན་པ་དང་ཁྱེད་ཅག་ཤེས་བ་ཡིན་ན་ཨ་མདའ་མི་དེ་ཨ་མདའ་རྒྱ་གར་མི་ཞེས་དུ

འོ་དེ་ནང་ལོགས་ལ་སུ་སུ་འདུག་ལ་བ་ཡིན་ན་ཨ་ནི་ཧ་མདའ་ཀི་མེ་ཅིག་དང་ཨ་ནི་ཧ་མདའ་དེ་མཉམ་འདུག་ལ་ད་མདའ་ཁྱོ་ག་དེ་ཁོ་རང་འདུག་ཨ་མདའ་ཨིན་ཇི་ཡི་ཁྱོ་ག་ཞིག་མི་དེ་འོང་དེ་འདུག་ར་ཡ། ཨ་ནི་ཨ་མདའ་རྒྱ་གར་མི་དེ་གི་ག་ལེགས་འདུག་ལ་བ་ཡིན་ན་ཨ་ནི་ཧ་མདའ་དེ washing machine དེ་ཡུགས་མ་ཕྱིས་ལེགས་འདུག་ར་གང་ཡིན་ཟེར་ན washing machine དེ་འཕྲོག་ལ་རེད་ལེགས་འདུག་མི་དེ་འོ་དེ་འདྲའི་སྐད་ཆ་དེ་ལེགས་འདུག་ར་ཨ་ནི་འོང་དེ་སྐད་ཆ་དེ་ཁོ་གི་ཡོད་ཨ་མདའ་རྒྱ་གར་མི་དེ་གི་སུ་གི་རྒྱུད་ནས་སྐད་ཆ་ཤེས་གི་འདུག་ལ་བ་ཡིན་ན་ཨ་མདའ་ཀི་མེ་ཞིག་འདུག་ལ་བསམ་འོང་དེ་ཀི་མེ་དེ་ཨ་ནི translator ཡང་བྱེད་གི་འདུག་ཨ་མོ་གི་མི་དེ་སྐད་ཆ་དེ་ཚོ་ང་ཚོ་སྐད་སྒྱུར་བྱེད་ཆོག་འོང་དེ་ཡང་བྱེད་གི་འདུག་ར

ཨ་མདའ་འདི་ཁོ་རང་ཚོ་གི་མོ་ཏྲལ་གི་ཡོད་ཨ་མདའ་ཟ་ཁང་འདི་གི་རྒྱབ་ལོ་ལ་ཨ་ནི་པཱ་ཀིང་འདུག་ཨ། འོ་འདི་པཱ་ཀིང་ཕྱོགས་ལ་འགྲོ་འདུག་ར་ང་ཚོ་མོ་ཏྲ་ཀ་ས་དེ་འདྲས་འདུག་ཨ་འོ་དེ་འདྲས་ཕྱོགས་ལ་ཨ་ནི་རྒྱུགས་འགྲོ་འདུག་རྒྱ་གར་མི་འདི་ཡོད་ཨ། འདི་རྒྱུགས་འདུག་སྐབས་ལ་ཨ་ནི་ཨ་མདའ་ཁོ་ལ་མི་འདྲ་ད་ཨ་མདའ་ཨིན་ཇི་མི་འདི་གི་ཨ་ནི་ཧ་ལོར་ད་ཨ་ཏྲེཀ་བྱེད་འདུག་ཨ་ཡང་ཨ་ཏྲེཀ་བྱེད་འདུག་སྐབས་ལ་ཨ་ནི་ཨ་མདའ་རྒྱ་གར་མི་འདི་ཁོ་རང་གི་ཨ་མདའ་སྐྱིད་མེད་དང་ཨ་མདའ་སྤུ་གུ་བརྗོད་མ་རེད། འདི་ཚོ་ག་བ་ལ་བསྡད་ཤ་ལ་ན་ར་ཨ་མདའ་ཁོ་རང་ཚོ་གི Front Office ཡོད་ར་ང་ཚོ་ཟ་ཁང་ག་འདི་ཡོད་ཨ། འོ་འདི Front Office ལ་ཨ་ནི་ཨ་མདའ་ཁོ་རང་གི་སྐྱིད་མེད་དང་ཨ་ནི་ཨ་མདའ་སྤུ་གུ་འདི་འོང་འདི་ལ་དེ་འདུག་སྐབས་ལ་ཁོ་ཚོ་འདི་སྐད་གོ་འདུག་སྐབས་ལ་ལམ་ཚ་གཅིག་ལ་རྒྱུགས་ལེན་ས་དོ་མ་རྒྱུགས་ལེ་འདུག་སྐབས་ལ་ཨ་ནི་ཨ་མདའ་སྐྱིད་མས་འདི་དང་ཨ་མདའ་པུའུ་འདི་ཚོ་གི་ཨ་ནི་ཕག་ཚོ་རོགས་པ་བྱེད་ཐབས་ཤིག་བྱེད་འདུག་སྐབས་ལ་ཨ་ནི་ཨ་མདའ་དབྱིན་ཇི་མི་འདི་གི་ཨ་མདའ་ཨ་མ་འདི་དང་ཨ་ནི་ཨ་མདའ་པུའུ་འདི་ཚོ་ཕག་བི་ག་བཏང་ཡས་བཅོས་ཨང་ཚོ། ཨ་ནི་ཁོ་ཚོ་གི་རོགས་པ་བྱེད་ཐབས་ཤིག་བྱེད་ན་ཡང་བྱེད་ཐུབ་མི་འདུག་ག་གང་ཡིན་ཟེར་ན་ཨ་མདའ་དབྱིན་ཇི་མི་འདི་གི་བི་ག་བཏང་བཏང་ནས་ཡོད་འོ་དེ་འདྲ་བྱེད་འདུག་སྐབས་ལ་ཨ་ནི་ཨ་མདའ་ཁོ་རང་གི་དབྱིན་ཇི་མི་འདི་ཡིན་མི་འདའི་འབད་དགོ་ར་ང་ཚོ་ཡི་ད་ཡང་ནས་ཡང་དུ་མི་དེ་ཨ་ནི་མི་དེ་ལ་ང་ཚོ་ཡིད་ད་ཨ་ཀྲེག་བྱེད་དེ་ཨེ་ཞོ་ཨ་ཀྲེག་བྱེད་འདུག་སྐབས་ལ་ཨ་ནི་མཐའ་མ་དེ་ལ་ད་ལྟ་མི་དེ་གིས་རྒྱ་གར་མི་བྱོས་ར་འོང་འདི་གིས་ཨ་ནི་ང་ཚོ་མགོ་བྱོས་མ་རེད་དེ་རྦད་ཁོ་ར་མི་དེ་གཟུགས་པོ་ད་མགོ་རྦད་ཁ་ཁ་བཟོས་བྱས་ཨེ་ཞོ་ཁ་ཁ་བཟོས་བྱས་ཨ་ནི་དེ་ཤུགས་ལའང་ད་ཁ་ཅིག་ཏུ་ལ་ན་ད་ལྟ་ཨིན་ཇིས་མི་དེ་གིས་ཁ་ཅིག་ཏུ་ལ་ན་ར་ཨ་ནི་ཡང་ད་མགོ་དེ་ལ་མི་དེ་ང་ཚོ་གིས་རྐང་པ་གིས་ཡོ་ཨ་ནི་ཐེ་མ་གཉིས་ང་ཚོ་གདོང་བརྒྱ་བྱོས་ཨེ་ཞོ་ང་ཚོ་སྦོལ་འགྲོ་ཡ་གདོང་བརྒྱ་ཐེ་མ་གཉིས་བྱོས་བྱས་ཨ་ནི་ཕ་ཕ་གཡུ་ཨེ་བྱོས་དབྱུག་དུག་བཀབ་ལ་ཨ་ནི་ཐ་མ་དེ་ལ་ཁོ་ཡིས་ཁ་ཅིག་བཏུ་ལ་ན། ཨ་ད་མི་དེ་ཡིས་སྒོ་ཞིག་ད་གྱ་མི་དེས་སྒོ་དེ་མི་ལས་དེ་འཇུས་བྱས། ཨ་ནི་ཁོ་གིས་ད་ད་འདྲ་སྤིན་ཡོད་ར་མོ་འདི་ནང་ལ་བླུག་ཞེས་བསྡུས་ཨ། འོ་དེ་འདྲས་ཀྱི་གནས་ཚུལ་ད་ད་ཚ་བོ་ཚ་བོ་ཅིག་བྱུང་ཞག་ད་ད་དེ་ཨ་རི་ལུང་པ་གི། Texas། གི་ཨ་ནི Dallas ནང་ལ་ཡོད་ཨ། འོ་དེ་འདྲས་གནས་ཚུལ་ཅིག་བྱུང་ཞག། ཨ་ནི་ཧོན་དེ་ཡོན་འགྲམ་བདེ་བ་ལ་ཨ་ནི་ད་ད Fire Rescuer ཡོད་ར་ང་ཚོ་ཁང་པ་མེད་པར་ན་རོགས་པ་བྱེད་ངེས་བྱས་ཨ།

དེ་དང་མཉམ་དུ་ལ་ཨ་ནི་ཧ་ད་ཨིན་ཇིའི་མི་དེ་གིས་ཁོ་རང་ལ་ད་ངོ་མ་ནི་ཁོ་རང་གི་སྙིང་ནད་ཇི་ནི་ག་ལ་ཨ་ད་ཧ་ལོར་ད་ང་ཚོ་ཡི་སའི་གི་ཆབ་སྲིད་འགྲིག་གི་ཡོད། ཡང་ཁོ་རང་གི་མི་དེ་ཨ་ད་ཚ་བོ་ཚོ་ཁོ་རང་གཉིས་རྩོད་པ་ཤོར་ནི་ཨ་ནི་རླུང་རླུང་ལ་དེ་འདྲའི་སེམས་ཡིན་མེད་ལས་བྱོས་ར་ད་དེ་ཚོ་ཚང་མ་ད་ལྟ་བརྟག་ཞིབ་བྱས་ད་ཇི་བཞིན་པར་དོ། ཨ་ནི་ཨ་ད་ཧུས་ཏོན་ནང་ལོ་ལ་ཨ་ནི Consulate General of India གིས་དེ་གནས་ཚུལ་དེ་ཧ་གོ་འདུག་སྐབས་ལ་ཨ་ནི་ཁོ་ཚོ་གིས་ཡང་ད་ད་སྐྱེས་དམན་དང་སྤུ་གུ་དེ་ཚོ་ལ་སེམས་གསོ་ཡང་གཏང་གི་འདུག་དེ་དང་མཉམ་དུ་ལ་ཉག་དང་ཁོང་ཚོ་ལ་རོགས་པ་དེ་འདྲའི་སྒོ་ཡོད་པ་ཡིན་ན་ཨང་ཁོ་རང་ཚོ་གི་ད་ལྟ་མི་འདི་ཀེ་པིན་ཏྲ་ཞིག་ད་ལྟ་ཁོ་རང་ཚོ་འབྲེལ་བ་ཡོད་ལེ་དུ་མཉམ་དུ་ལ་ཡོད། ཨ་ནི་ད་རིང་གི་གནས་ཚུལ་འདི་ད་གམ་ཙམ་གྱི་རེད་རྣམ་པ་ཚོ་ཡིན་ན་ཡང་ངེད་འདི་རྣམ་པ་ཚོ་མཉམ་དུ་ལ་ནི་ཤེར་ཕྱིའི་གོ་དོན་རྒྱུ་མཚན་ག་རེ་ཡིན་ཞུས་པས་ན། ང་ཚོ་གི་ཨ་ནི་ཁ་ལོར་ད་མི་སུ་མཉམ་དུ་ལ་ཡིན་ན་འགན་མི་འདའ་ང་ཚོ་ང་ཚོ་ཏེས་ཀྱི་སྐད་ཆ་ལ་བ་ད་བཟོད་འོ་མ་བྱས་བྱས་ཕར་ལ་རྩོད་པ་རྒྱག་དེ་འདྲའི་བྱས་བ་ཡིན་ན། ཨ་ནི་ཕ་ཇོ་མི་འདི་ག་འདྲ་བྱེད་ཀྱི་ཡོད་མེད་ང་ཚོ་ཧ་གོ་མ་ར་ད་ཕ་ཇོ་དེ་ག་ཚོད་རླུང་ཚ་བོ་ཡོད་མེད་ང་ཚོ་ཧ་གོ་མ་ར། ཨ་ནི་གནས་སྟངས་འདི་རྦད་བཟའ་དྲག་པོ་དེ་འདྲ་ལ་རྒྱུ་རེག་གི་ཉེན་ཁ་ཡོད་རེད། དེ་འདྲ་བྱེད་དུས་སྐབས་ལ་བྱུང་ན་སོ་སོ་ཐོ་ནི་ཡོད་ཨ་ནི་བཟོད་བསྲན་བྱེད་ཐུབ་ན་ཡག་ཤོར་དུ་ང་རང་ཚོ་གོང་ས་ཤོད་ཡི་ཁ་སློབ་ནང་སྲུང་འཁོར་དང་ནམ་རྒྱུན་དུ་ནི་ཡོད་སོ་སོ་ཡི་བཟོད་པ་སྒོམ་བཟོད་པ་སྒོམ་ལས་བྱོས་ར། ཨ་ནི་དེ་བཟོད་པ་སྒོམ་ན་གས་ཡ་མ་ར་རླུང་དེ་ཡང་ད་ཁྱུགས་ཟིང་ང་ཞིག་ར་དེ་བཞུན་དུ་མ་འཇམ་འདུག་ར་ཡ། འོ་དེ་འདྲ་བྱེད་དུས་སྐབས་ལ་ད་མོ་ངེད་ལ་སོ་སོ་ཡི safety དེ་བལྟ་དགོས་ཡ་དེ་གལ་ཆེན་པོ་རེད། འོ་དེ་འདྲ་རེད་རྣམ་པ་ཚོ་ཚང་མ་ལོ་ག་བ་ལ་བཞུགས་ཀྱི་ཡོད་ན་ག་བ་ལ་ཕེབས་ཀྱི་ཡོད་ན་ཚང་མ་ལོ་གཟབ་གཟབ་གནང་རོགས་གནང་ལྕགས་པོ་གནང་རོགས་གནང་ལན།